སྐུ་བཞི་རྩེ་དང་མ་འདྲེས་པར་བཟུང། དེ་ལྟར་སྐུ་བཞི་རྩེ་དང་མ་འདྲེས་པར་བྱས་ཏེ་པད་སྟག་རི་ལངས་ཕྲ་མོ་ནས། བཞི་བརྒྱ་འདབ་མ་སོགས་ཞལ་འོད་ཀྱི་ཁྱད་པར་ཆེས་བསྐོར་བ་དང། དཔེར་ན་ང་རང་ཚོའི་དབུ་མའི་གཞུང་ལུགས་འདྲ་བོ་བཅས་ཡིན་ན་དཔེ་དེ་ལ་ཟེར་གྱི་ག་རེ་ཟེར་ན་སྤོམ་ཤེལ་བྱས་ནས་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཟེར་ནས། ད་དཔེ་དེ་ཚོ་ཁོ་པ་སྒྲ་ཇི་བཞིན་དུ་དེ་ག་རང་ཁས་ལེན་བསྡད་ན། དེ་ནི་དགའ་འདུག་དཔེ་མང་པོ་ལས་འོང་བ་དང།

ཁོ་བོའི་རྩ་བ་རྡོ་ཡག་གི་ལ་ཆེད་དུ་ད་མ་རེད་པའི་འཛི་ཐང་དུ་སུས་ཆོས་འགུར་བ་ད་ཚོ་ད་རིག་པ་གཏོང་ས་འདི་རེད་ད་དེ་མ་གཏོགས་ཕྱི་སྒོ་ཚར་བསྐྱོད་ནས་ད་ཚིག་གཏོང་དེ་སྐད་ཆ་ཡོད་མ་རེད། འོ་ལགས་སོ་ད་དེ་འདྲ་ཡིན་ཙང་ནི་དེ་ནི་ག་རེད་ཟེར་ན། དེ་ཕྱིར་བློ་གྲོས་མཛངས་ཁྲག་བཞིན་མཛངས་པ་དང་སྐུ་བཞི་བརྩེགས་དར་མ་གྱོན་དེ་ཟིན་དུ་ངོ་མ་ལ་རིག་པ་བྱུང་ལུགས་ལ་ལེ་བར་ཀྱང་དེ་ཕྱིར། འོ་དེ་ལྟར་བློ་གྲོས་མིག་ནས་བྱེ་བ་དེ། རྒྱལ་བའི་ཐེག་པ་མཆོག་གི་ཟབ་མོའི་དོན། རྣ་བས་བརྩམས་དང་ངོ་བོ་ཉིད་མེད་ཚུལ། རྣམ་གཉིས་གསུངས་པས་དགོངས་པ་རྙེད་པར་འགྱུར། ཟེར་བ་དེ་རེད་ད། དེ་ལྟར་བདག་བསྐྱེད་བདག་ཉིད་ཆེན་པོའི་གནས་བཀའ་སྩོལ་འདི་ལ་ད་གཙོས་སྒྲ་དེ་ནང་ནས་པའི་མཚན་མ་རྣམ་འགྲེལ། བདག་དབུ་མ་ཉིད་དེ་ད་པས་དབུས་མི་རིགས་ལ་ཉིད་དེ་ཞེས་པ་ཅིག་ད་སྦྱང་དགོས་ཡ་དེ་ནང་ནས་རྣམ་འགྲེལ་གྱི་རིགས་པ་དེ་ཚིག་མི་རིགས་པ་དེ་ད་རྩ་ཆེན་པོ་ཞེས་པ་ཅིག་བྱེད་དགོས་ཡ་དེ་ད་དེ་ཐུགས་བདེ་ཞོར་རེད་ད། བློ་གྲོས་ཀྱི་མིག་ཆེ་ཡག་གི་ཆེད་དུ་རེད། ཁྲི་པ་མཆོག་གི་ཟབ་མོའི་དོན། དེ་ལ་ད་གཉིས་ཡོད་རེད་བ་རྣམ་རིག་པའི་ལྟ་བ་དང། འོ་ངོ་བ་གཉིས་མེད་པར་སྨྲ་བའི་ལྟ་བ་གཉིས་ད་སྟེར་བ་ད་དེ་དང། འོ་ད་དེ་དེ་ནི་ག་རེད་ཟེར་ན་དགོངས་པ་གཞི་ནས་རྙེད་གི་རེད་ཟེར་ད་འོ་ཚིག་གི་རིག་པའི་ལམ། ཇི་ལྟར་ད་སྐབས་འདི་ལ་ནི། འོ་ལགས་སོ།

ད་སྔའི་ལས་བྱེད་གཉན་པོ་དེ་དག་རྗེ་རིན་པོ་ཆེ་གི་ཟབ་པའི་དག་ཀུན་ནས། ཤིང་རྟའི་སངས་རྒྱས་ཀྱི་མདོ་ཕྱོགས་ཀྱི་ཤིང་རྟའི་སངས་རྒྱས་བསྟན་བཅོས་དེ་རེད་ད་དེ་ཡིན་པ་དེ་གཙོ་བོ་དག་ཕྲ་བའི་གནད་དེ་ལྟ་བར་ཐུག་གོ་ར་དང། སྤྱོད་པའི་ཁ་ནས། ཞི་བ་ཞི་བ་གི། ལ་སོགས་རིགས་པ་བེད་སྤྱོད་གཏོང་ནས་ཞི་བའི་རྣམ་པར་བཅད་དང་ཡང་ཡོད་མ་རེད་བ། ཨོ་གཙོ་བོ་ལྟ་བ་ལ་དྲུག་གི་ཡོད་དེ་ལྟ་བ་དེ་ལ་ཐེག་ཆེན་གྱི་དོན་བདག་མེད་པའི་བདག་མེད་པ་ཉིད་ཀྱི་ལྟ་བ་ཉིད་ནི་དྲུག་གོ། དེ་ལྟར་ལེགས་བཤད་ཉིན་པོ་རྣམས་ལ་དེ་ཁག་གཉིས་གསུངས་དགོས་ཡང་དེ་རེ་དག་ཐེག་ཆེན་གྱི་གྲུབ་མཐའི་རྣམ་གཞག་སྟེ་གསུངས་དགོས་ཡང་དེ་ལས་དཔྱིས་ཕྱིན་པ་རིལ་བུའི་ལམ་ནི་དང་གྲངས་ངེས་ཆེ་ངེས་ཏེ། ཨོ་ཐུགས་སུ་ཆགས་དེ་གི་འདུག་ད་འདི། ཨོ་ལ་སོགས་འདི་པ་རུ་པ་རུ་ལ་བྱེད་དེ་ངེས་འདྲ་བ་མཁྱེན་རྩ་བ་ཅིག་ཆགས་འགྲོ་བ་འདུག་ད་ག་རེ་ཡིན་ན། ཨོ་ཨོ་ལ་སོགས་དག་དེ་འདྲའི་གཅིག་རེད་ཨོ་དེ་ཡིན་དུས་ད་ད་ངས་ཁ་དོག་མང་འགྲོ་བ་ཡིན་དུས་ཡིན་དུས་ད་ཚད་མ་ལ་རེད་ཁྱད་པར་ཚུར་རོལ་མཐོང་བས། དངོས་པོ་ཡིན་དེ་ཉིད་གཏན་ལ་འབེབས་པའི་སྒོ་གཅིག་པུ་ཡང་དག་རིག་པའི་གཞུང་གི་ཨོ་ཨོ་དཀའ་གནད་ལ་འབད་པ་དུ་མས་ཡང་དང་ཡང་དུ་འབྱུང་ཟིན་ད་ཚད་མས་ཚད་མས་བྱུང་ལ། ཚུར་རོལ་མཐོང་བའི་དངོས་པོ་ཡི་དེ་ཉིད་གཏན་ལ་འབེབས་པའི་སྒོ་བཅུ་པོས་སོ་ཚུལ་མཐོང་གི། བ་ལ་སོགས་བ་དག་དེ་ཁོ་ན་ཉིད་གཏན་ལ་འབེབས་པ་དེ་གཙོ་བོ་དང། དངོས་སྟོབས་ཀྱི་རིགས་པའི་སྒོ་ནས་འབེབས་པ་མ་གཏོགས། དེ་ཁོ་ན་ཉིད་དོན་སྤྱི་ཚོད་ཀྱི་མ་གཏོགས་རྟོགས་ཐུབ་མ་རེད་བ་དང། རིགས་པས་ཅིག་བེད་སྤྱོད་བཏང་ནས་དེ་ཁོ་ན་ཉིད་གཏན་ལ་འབེབས་པ་དེ་གཙོ་བོ་ཚུལ་མཐོང་སོ་སྐྱེའི་སྐབས་ལ་རེད་བ། འཕགས་པའི་སྐབས་སུ་དེ་ཁོ་ན་ཉིད་སྔོ་ཚོན་དུ་རྟོགས་ནས་བསྒོམས་པས་བསྒོམ་པ་ཉམས་སུ་མྱོང་བའི་སྐབས་རེ་བ། འོ་དེ་ཇི་སྟེ་བྱེད་པ་ཚུར་རོལ་མཐོང་བའི་དངོས་པོ་ཡི་དེ་ཉིད་གཏན་ལ་འབེབས་པའི་གོ་གཅིག་པུ་འོས་དེ་ཁོ་ན་ཉིད་གཏན་ལ་འབེབས་པའི་གོ་གཅིག་པུ་དེ་ཡང་དག་པའི་ནི་རིགས་པའི་གཞུང་གི་དཀའ་གནད་དེ་རེད་ད་ཁྱོད་རེ་ད་རྣམ་འབྱེད་ཀྱི་ཤེས་རབ་ཀྱིས་འོ་ལ་ཚུར་སྐྱེས་པའི་གནད་ད་རིགས་ལམ་དེ་རེད་གསུངས་འདུག་དཀའ་གནད་ལ་ད་རྣམས་མཚན་མ་རྣམ་པའི་གི་རེ་ལངས་དེ་རེད་བསྟན། ད་བསྟན་ལ་འབད་པ་དུ་མས་ཡང་དང་ཡང་དུ་སྦྱོངས། བཙོན་དུ་བརྩམས་ཤིང་འདུན་མ་གླེང་ནས་བདག། བཀའ་དྲིན་ཆེ་བ་འཇིག་རྟེན་མཁྱེན་པའི་དེ་རེད། འོ་ད་ཐུགས་སུ་རེད་དོ། དེ་ནས་ད་དབུ་མ་དེ་རེད་དོ། འོ། མདོ་སྔགས་གཞུང་ལ་ད་རེད་ད་རིགས་པའི་ལམ། རྣམ་འགྲེལ་ལ་སྦྱོང་སྟངས་དེ་རྗེ་རིན་པོ་ཆེ་གིས་དེ་ནས་ཕ་སྤྱིར་གྲགས་སྐོར་ཟིན་ནས། རྗེ་བཙུན་རེད་མདའ་བའི། བ་ལ་བརྩམས་ལ་ནི་ཟླ་བ་མང་པོ་གྱིས་ལ་ནི་རྗེ་བཙུན་རེད་མདའ་བའི་ཞབས་དྲུང་ནས་གཉེར་ནས་ཟ་བཅའ་བཅས། ད་ནས་སྟག་ཚང་རྫོང་དཀར་བཅས། བྱང་ངམ་རིང་དེ་སོགས་ལ་རེ་འདའ་བའི་ཞབས་ཀྱིས་བཅད་ནས་དྲུང་ཡིག་སྦེལ་བ་དེ་འདྲའི་ནང་དུ་ཕེབས་ནས་རྗེ་བཙུན་རེ་འདའ་བའི་སྐུ་འབུལ་ནས། ཨ་ནི་ཚད་མ་རྣམ་འགྲེལ། རྣམ་འགྲེལ་རང་འགྲེལ་དང་བཅས་པ་ལ་ཞལ་འོད་ཀྱི་སྦྱང་བརྩོན། གནང་དེ་ཨ་ནག་གི་ལོ་ཙཱ་བ་དོན་བཟང་གི་སྐུ་འབུལ་ནས་ཡང་རྣམ་འགྲེལ་སྦྱངས་པར་བ་དེ་ཡིན་དུས། ཚད་མ་རྣམ་འགྲེལ་ལ་ཨ་ནི། ཟླ་བ་བཅོ་བརྒྱད་ཀྱི་རིང་ལ་དམིགས་བསལ་ཆེད་སྦྱོང་འདྲ་བོ་ཞལ་འོད་ཀྱིས་བཅད། ཨ་ནེ་ཕྱིས་སུ། མ་གྲོགས་ལྷ་ལུང་ལ་ཡང། ཟླ་བ་མང་པོ་བརྒྱད་རེ་སྤེལ་མཚམས་བྱས་ནས་ནི། བ་ལ་སོགས་ཚད་མ་རྣམ་འགྲེལ་ལ་གཟིགས་དེའི་ནང་ནས་བོད་འགྲེལ། རྣམ་འགྲེལ་རིང་མཛོད་ཟེར་དེ་དག། སེང་ཆེན་བརྒྱད་ཀྱི་ནང་ནས། འུ་ཡུག་པ་རིག་པའི་སེང་གེ་ཀྱིས་རྣམ་འགྲེལ་རིང་མཛོད་ཆེན་མོ་ཟེར་དེ་རེད་དེ་དཔེ་མི་སྲིད་རྣམ་འགྲེལ་འགྲེལ་བ་ཆེན་པོ།

ད་འོས་མི་གཞུང་ལ་ནི་གཙོ་བོ་རིགས་པའི་ལམ་ནས་ད་ལྷོད་གཉེར་བྱེད་དགོས་ཡོད་དེ་གལ་ཆེན་པོ་གང་འདྲས་ཀྱི་རེད་ཟེར་ན། དཔེར་ན་ད་གུང་ཐང་བསྟན་འཕེལ་སྒྲོལ་མས་སྒེའུ་ཁུང་རིགས་ཀྱི་སློབ་མ་ཅིག་ལ་བསླབ་བྱ་གནང་བཞིན་པ་ཞིག་འདུག་བ་དེ་རྣམས་ལ་ག་རེ་གསུངས་འདུག་ཟེར་ན་གཞུང་བཀའ་པོད་ལྔ་མ་ལྷོད་གཉེར་གནང་དོན་གསུངས་འདུག་ད་གཙོ་བོ་དེ་ད

དངོས་གནས་དྲང་གནས་ཅིག་བདུད་རྩི་འདྲ་བོ་དེ་གིས་ཅིག། སོ་སོའི་སེམས་ནང་ལ་བོད་ཞག་རྩི་འདྲ་བོ་དེ་ཡག་པོ་སླེབས་དུ་ཡོད་ན། ད་དེང་རིགས་ཀྱི་བློ་གྲོས་གྲུང་པོ་ཅིག་ཡོད་ཡོད་ན། ཨ་ནི་རྩ་བ་ཤེས་རབ་ཀྱིས་བ་བ་ལ་སོགས་དགག་བྱ་བདེན་དངོས་དགོས་པའི་རིགས་པ་རེ་རེ་ལ་ཡང་དེ་ནས་པའི། སྡང་རྩི་གཏན་བརླག་ཏུ་གཏོང་ཡག་གི་ཐུན་མོང་མ་ཡིན་པའི་རིགས་པའི་རྣོ་ངར་རེ་རེ་ཡོད་རེད་ཟེར་རིགས་པ་རེ་རེ། ཐུན་མོང་བའི་རིགས་པ་རེ་རྣོ་ངར་ཅིག་ཐུན་མོང་མ་ཡིན་པའི་རྣོ་ངར་ཅིག། འོ། ཐུན་མོང་མ་ཡིན་པའི་ད་རྣོ་ངར་དེ་ཤེས་པ་ལ་ད་མཚན་མ་གྲོགས་སུ་མེད་ན་ད་ཡོང་ཡང་ཡོང་མ་རེད། འོ། དེ་བྱེད་དུས་ག་ལ་བྱེད་ད། ད་མཚན་མ་དེ་ཞི་བ་གཅིག་ད་གཟིགས་དགོས་ཡ་དེ་རྒྱུ་མཚན་དེ་ལ་ཐུག་དེ་ཤོག་རེད། ད་གཅིག་ནས། མཚན་མའི་སྐབས་སུ་གཙོ་བོ་དེ་ནས་འོ་བ་ལ་སོ། མཐའ་འགྱུར་བའི་གཞུང་དེ། ལྟ་བ་དེ་དངོས་སུ་ད་གཏན་ལ་ཕབ་ཡོད་མ་རེད་དེ། ཡིན་ན་ཡང་གཙོ་བོ་དང། མི་ནི་ཡང་རིག་པའི་རིག་པ་རང་གི་ཐོག་ནས་ཡང་དང། གི་སྐྱབས་གསུམ་དང། བདེན་བཞི་རེད། ཨོ་ཆ་ཚང་ཀུན་མཁྱེན་ཡེ་ཤེས་རེད་གང་ག་རིག་པའི་སྒྲོས་ནས། དངོས་གཙོ་རིག་པ་རང་ལ་ལྟུང་ད་སྒྲོ་འོང་ད་ཚད་མ་རྣམ་འགྲེལ་དཀའ་སེ། ད་ནང་པ་སངས་རྒྱས་པའི་ཆོས་ཀྱི་རྨང་གཞི་འདྲ་བ་དེ་དག་རྣམ་འགྲེལ་འདི་གི་ལྷག་མགོ་བར་ཚད་མ་གི། དེ་བྱེད་དུས་དངོས་གནས་དྲང་གནས་ཡ་མཚན་པོ་ཅིག་རེད། འོ་ད་དེ་འདྲས་ཅིག་བྱེད་དུ་ག་ལ་བྱས་གཙང་གི་རྩ་བ་ཤེས་རབ་ཟེར་དེ་དབུ་མའི་རིགས་པ་ཟེར་དེ་ལས་སླ་བོ་ཅིག་ཡོད་མ་རེད། དེ་ཡིན་ད་མདོ་སྔགས་གཞུང་ལ་ང་བ་མང་བྱས་ཀྱང་ཟབ་དོན་ཉམས་སུ་ལེན་དང་སྨྲ་བ་ན་གང་ཡང་མ་ལྷག། ཅི་ཡང་མི་ཤེས་པའི་ལྟ་བའི་ཚུལ་ལས་རིང་དུ་མ་སོང་བར། ཅི་ཡང། གང་ཡང་མ་ལྷག་ཅི་ཡང་མ་ཤེས་པའི་ལྟ་བའི་ཚུལ་ལས་རིང་དུ་མ་སོང་བ་མཐོང་ནས། རྟག་པར་བློ་གྲོས་གཞུང་ལུགས་ཀྱི་ཟབ་མོ་འབྱེད་པའི་ཕྲ་བའི་རིག་ལམ་ནི། ཡང་དག་ལྟ་བ་འདྲེན་པའི་གནས་ཀུན་ལ་ལེགས་པར་སྦྱངས་ཏེ་ཐེ་ཚོམ་ཆོད་པར་བྱས། ཨོ་དེ་སོང་དུ་བ་ཁྱེད་ད་ད་ག་རེ་ཟེར་ན་ང་རེ་སོ་ཅི། དབུ་མའི་གཞུང་ནས་ནི་དབུ་མའི་ལྟ་བ་དེ་ལ་དག་དེ་ཁོ་ན་ཉིད་དོན་དམ་བདེན་པ་རང་བཞིན་མེད་པ་སྤྲོས་བྲལ་ཟེར་རོ། ཆོས་ཀྱི་བདག་མེད་གསུངས་དེ་གང་ཟག་བདག་མེད་གསུངས་དེ་དག་དེ་སོ། ཨ་ནི་གང་འགྲིག་གི་རེད་ད། ཨ་ནི་སེམས། རྣམ་རྟོག་ཡུལ་ལ་འཕྲོ་བ་མེད་པ་ཅི་ཡང་ཡིད་ལ་མི་བྱེད་པ་ཙམ་ཞིག་ད། མཐར་གཏུགས་ན་ག་འདི་ཀོ་ར་རྒྱ་ནང་ཡིན་རེད་བ། དང་པོ་ཁོ་རང་ནི་རྒྱ་ནག་ཨ་ཞོག་ནང་བཞིན་བྱས་ནས་རིག་པའི་དཔྱད་པ་ཆོད་ན་དགོས་མ་རེད་དང་པོ་ཁོ་རང་ནི་ཕ་རྩོམ་སྦྱོར་བྱེད་དགོས་རེད་ཟེར་ལབ་ན་འདྲ།

ཁྲི་སང་ཉིན་གྱི་སྐབས་སུ་ཨ་ནེ་རིག་པ་གལ་ཆེན་པོ་ཞེས་པ་གྱི་རེད། དགོན་པ་ཉམས་མྱོང་གི་སྐབས་སུ་ཡང་ཨ་ནེ་བ་ལགས་སུ་རིག་པ་ཅུང་ཟད་བེད་སྤྱོད་ཡོད་རེད་རྗེས་ཐོག་གི་སྐབས་སུ། ད་མཉམ་བཞག་ལ་ལྡོག་སྐབས་གསུངས་འདུག་བ་དེ་འདྲས་ལ་དེ་ནས་བ་ལགས་སུ་རིག་པས་དཔྱད་ན་ད་དེ་ཁོ་ན་ཉིད་རྩ་བ་ཉིན་གཏན་ལ་ཕབ་ཐུབ་མ་རེད་རྣམ་རྟོག་མང་དྲོ་རེད་ཟེར་བ་དང་ཐུགས་སུ་བཅད་ནས། ད་ང་རང་ཚོ། ལ་སོ། ད་གཞུང་ལ་དོན་འབྲས་བྱས་ན་ད་དགོངས་པ་ལས་ལྡང། ད་དེ། ང་རང་ཚོ་ཆོས་བརྒྱུད་རིས་སུ་མ་མཆིས་པ་རྣམས་ལ་ད། ལ་སོ། མ་ཤེས་འོང་དུས་ད། ད་དངོས་ཡོད་སུ་ཅིག་ཁོ་གསལ་པོ་ཤེས་མ་ཤེས་རེད་མ་གཏོགས། ད་དྲི་བ་དགེ་ལྡན་པའི་ནང་ལོགས་ལ་ཡང་ད་དེ་འདྲའི་གི་ཅི། རི་ལང་གི་རྣམ་བཞག་དེ་ཚོ་ཡག་པོ་ཅིག་ཕྱིན་པ་ཅིག། ལ་སོ་བེད་སྤྱོད་བཏང་མ་ཐུབ་ན་ད་ལྟ་བ་འདི་དེ་འདྲའི་ཅིག་མ་གཏོགས་ཅིག་གིས་ད།

ཨོ་དེ་ཡིན་དུས་ག་ལ། ད་དེ་འདྲས་ཀྱི་ང་རང་ཚོ་དཀའ་ངལ་གྱི་ཡོད་དེ་དུས་ཨ་ནེ་རྒྱལ་དང་གཉིས་ཆེན་མོ་གི། ལག་པ་བླུགས་དྲུག་གཞུང་ལུགས་ཀྱི་ཟབ་མོ་རྒྱས་པའི་ཕྲ་བའི་རིགས་ལམ་ནས། ཅི་ད་ལྟ་རྣམ་འགྲེལ་གྱི་ཨ་ནེ་རིགས་པའི་གཞུང་བསྲངས་ནས་ཨ་ནེ་རྩ་བ་ཤེས་རབ་ཀྱི་ད་ཟབ་མོ་གཏན་ལ་འབེབས་པའི་ད་ཕྲ་བའི་རིགས་ལམ་དང་རྒྱུན་ཞུགས་ཡིན་པ། རིགས་པ། བདག་འཛིན་གཏན་ལག་ཏུ་གཏོང་བའི་པའི། པ་ངར་ཤུགས་བརྒྱ་ཕྲག་ཡོད་དེ་ངེད་ཀྱི་རིགས་ལམ་དེ་བེད་སྤྱོད་གཏོང་ནས་ཨ་ནེ།

འོ་སྟེ་ཅི་སྟེ་འོ་ད་དེ་ཚོ་རྒྱལ་པོ་གཅིག་ཨ་ནི་གསང་དུ་གཏོང་ཡ་རེད། ཇི་ལྟར་སྤྲུལ་པའི་དོན་ལ་རིགས་པ་བཞིན་ཉིད་དང་མཚོན་ཏེ་རྩོད་ཀྱི་རབས་དང་ནི་བསམ་གྱི་གནས་ལ་བསམ་ལས་བྱུང་བ་ཡི་རྣམ་དཔྱོད་བློ་ཡི་ཐེ་ཚོམ་ཆོད་པར་ཤོག་ཟེར་འོ་སྟེ་གསུངས་ཏེ་དེ་རེད་ད། འོ་སྟེ་ཅི་སྟེ་ད། ལྟ་རྟོག་ནི་སྒོམ་པ་ཚོལ་བ་ཡིན་ན་འདྲེས་སྒོམ་རྟོག་ནི་ལྟ་བ་ཚོལ་བ་ཡིན་ན་འདྲེས། དོན་དག་ག་རེ་རེད་ཟེར་ན། ཨོ་ཞི་ལགས་ཀྱིས་ཁྱད་པར་འབྱེད་པ་ལྷག་པར་དུ་ད་ཟབ་མོ་རྟོགས་པའི་ལམ་ཐོག་དེ་ལ། ད་རིག་པའི་སྐྱེས་པའི་སྒོ་དེ་མེད་སོ་ཚར་ན། རོང་བ་ལགས་སོ་དེ་ནས་གསང་སྔགས་ཀྱི་ད་བདེ་སྟོང་གི་ལམ་ཐོག་ཁ་ཤས་ལ་ཡང་མི་སྲིད་ཅེས་ཡོད་རེད་མ་གཏོགས་རྒྱུ་གི་ད་ག་ལས་ཁག་པོ་ཡོད་རེད་འོ་ད་ཐུགས་སུ་རེད་ཡ་ད་དེ་ཚོ།

ཨོ་ལ་ས་ད་དེ་ནི་དགོངས་དག་ད་དེ་ནི་ཞུ་ཡག་ཡིན་བཀྲ་ཤིས་བདེ་ལེགས།